ཀྱི་ཁུངས་སོ་སོས་ཀྱི་སྟངས་འཛིན་རུ་གནང་བྱས། འཛེམ་ཟོན་མེད་པ་བྱས་བྱས་རྟོགས་ཤིག་བསྟན་པ་སྤྱི་ལ་ཡང་ད་ཤ་ཚ་ད། བསྟན་པ་སྤྱི་ལ་ད་བསམ་ནས་རྟོགས་ཤིག། ཀྱི་ལེགས་ཉེས་སྟངས་འཛིན་རུ་མ་གནང་ན། ཨན། མ་གཞི་བདག་སངས་རྒྱས་ཀྱི་བསྟན་པ། ལོ་ཉིས་སྟོང་ལྔ་བརྒྱ་ལྷག་ཕྱིན་བསྡད་པ་གཅིག་གིས་བསྟན་པ་འདི་མི་རེ་ཟུང་གིས་ཞབས་འདྲེན་ཞུས་པའི་རྐྱེན་བྱས་ནས་བསྟན་པ་ལ་དོ་ཕོག་དང་འགྲོ་གི་མ་རེད། འགྲོ་གི་མ་རེད་དེ་ཡིན་ནའི། ཨ་ད། བོད་ཀྱི་གྲྭ་པ་དེ་ཚོ་དེ་ཆོ་མི་འདུག་བོད་པའི་བླ་མ་དེ་ཚོ་ཆོ་མི་འདུག་ཟེར་ཡ་གཅིག་གིས་དེ་འདྲའི་བཤད་ཡ་བྱུང་པ་ཡིན་ན་མ་གོ་རེད་པ་དེ། དོ་བདག་སོ་སོ་ཡིན་ནའི་དངོས་གནས་དྲང་གནས་ངན་སོང་ལ་སྐྱེ་ཡ་གི་རྒྱུ་རེད།

ཨ་ནེ་སྟོང་ཉིད་ཀྱི་ལྟ་བ་ལ། ང་ལོ་བཅོ་ལྔ་བཅུ་དྲུག་ཁ་ཐུག་ནས་དོ་སྣང་ཡོད། ལོ་ཉི་ཤུ་རྩ་གྲངས་ལ་དོ་སྣང་བཞག་ཡོད་རེད། ཨ་ནེ་རྒྱ་གར་ལས་ནི་སྟོང་ཉིད་ཀྱི་ལྟ་བའི་སྐོར་ལ། ཉིན་ལྟར་རེ་བསམ་གཏང་གི་ཡོད། ཨ་ནེ་ད་རིམ་པས་རིམ་པས་བྱས་ནས། ད་ལོ། ཧ་ལམ་ད་ལོ་ལྔ་བཅུ་ཚེ་འདིའི་རིང་ལ་བློ་ལ་འགྱུར་བ་རིམ་པས་རིམ་པས་ཐེབས་ཡོང་གི་འདུག།

དང། འགྲེལ་བཤད་སྐྱོན་བཤད་པ་དེ་དེ་སོ་སོ་ཡིད་བྱེད་ཀྱི་ཐོག་ནས་ལག་ཏུ་བླངས་བྱས་སྒོམ་ཡོད་འདུག་རྩ་ནས་དངོས་སུ་རང་སོ་སོའི་སེམས་རྒྱུད་ཀྱི་ཉོན་མོངས། འདོད་པའི་ཉོན་མོངས། ཞི་རགས་ཀྱི་རྣམ་པ་ཅན་གྱི་ལམ་སྒོམ་རྒྱུ་མེད་སྒོམ་དགོས་ཡ་མི་འདུག་བདག་མེད་པའི་ལྟ་བ་སྒོམ་པའི་རྐྱེན་གྱིས་འདོད་པའི་ཉོན་མོངས་དེ་ཧ་ལམ་ཧ་ལམ་ཅིག་མངོན་གྱུར་བ་མགོ་རྣམ་པའི་སོར་བཞི་ཡོང་སྡད་ཀྱི་འདུག་ག། བྱང་ཆུབ་སེམས་བསྒོམས་ནས་དེ་ཡི་སྒོ་མི་བསྡུ་བ། བྱང་ཆུབ་སེམས་བསྒོམས་ནས། རང་གཅེས་འཛིན་དེ་ཤུགས་ཆུང་རུ་ཕྱིན་ནས། དེས་རྐྱེན་པས་རང་གཅེས་འཛིན་གྱི་དབང་གིས་སེམས་ལ་དངངས་སྐྲག་སྐྱེ་ཡ། འཇིགས་སྣང་ཡོང་ཡ། ཅིག་གིས་ཕུད་ཀྱི་དོན་དག་མེད་པའི་ཁོང་ཁྲོ་ལངས་ཡ་དེ་ཚོའི་གྲས་དེ་ཉུང་རུ་འགྲོ་ཡ་ཞེ་བོ་བྱུང་གི་འདུག་ཉོན་མོངས་རང་ལ་ཕུད་ཀྱི་ཁབ་ཁབ་ཅིག་བཅངས་ཡ་དེ་སྡུག་སྙིང་གི་ལྟ་བ་རེད། ཏན་ཏན་ཕན་ཐོགས་འདུག་ཤེས་སོང་བ། ཉི་མ་གཅིག་ལ་ཡོང་ཐུབ་ཀྱི་མ་རེད། ཤེས་སོང་བ། ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ལ་བསམ་བློ་བཏང་བསམ་བློ་བཏང། ཉི་མའི་གོང་ལ་བསམ་བློ་དགའ་རོགས་བཏང་པ་ཡིན་ན། རྨི་ལམ་གྱི་སྐབས་ལ་ཡིན་ནའི་ཡང་བསམ་བློ་དེ་སླེབས་ཡོང་ངེས་ཅིག་འདུག་ཟེར་ན་ཧ་ལམ་ཧ་ལམ། ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ལ་འདུག་ཅེས་བསམ་བློ་བཏང་པ་ཡིན་ན་ཨེ་ནི་དཀའ་ལས་དཀའ་ལས་ང་རང་ཚོའི་བློ། ཉོན་མོངས་པ་ཉོན་མོངས་པའི་ཕྱི་ཚོད་ནང་ཚོད་ཞེས་ཡོད་དེ་ངས་དེ་དཀའ་ལས་དཀའ་ལས་ལ་འགྱུར་བ་ཐེག་ཡ་ཅིག་ཏན་ཏན་ཡོད་རེད།

ཉིན་རེ་ཟས་ཀྱང་མི་དྲན་བརྩོན་འགྲུས་རྩོམ། ཞག་གསུམ་ལོན་ཚེ་རྗེས་མེད་གཡེང་བས་ཁྱེར། དེ་འདྲ་དེ་ལ་ཅི་ཡང་མི་ངོ་བའི། བརྩོན་པ་ཆུའི་རྒྱུན་ཞིག་བསྟེན་ཅིག་ཨང་ཅེས་གསུངས་འདུག་ཤེས་སོང་ཨ། ཅེས་ང་ནམ་སང་ཉི་མ་ཁ་ཤས་ནང་ལོག་རྟོགས་པ་སྐྱེ་རོགས་བྱས་ལ་ས་པའི་སོ་རོ་ལོ། གཉིས་གསུམ་ནང་ལོག་ལ་ང་སངས་རྒྱས་ཐུབ་ན་ས་པ་དེ་འདྲ་བསམ་བློ་བཏང་ན་ཡོང་ཡག་གོ་རེ་ཡོད་མ་རེད། དབྱིན་ཇི་སྐད་ཅིག་ཏུ་མ་གསུངས་ན Unrealistic། རེད་བ།